ལོ་རྒྱས་ཉི་ཤུ་རྩ་དགུ་པ་ཡི་ལེའུ་ལྔ་པ། ཡ་ཧོ་ཝཱ་དཀོན་མཆོག་གིས་ཡོབ་ལ་བཀའ་གནང་བའི་ལོ་རྒྱུས་དེ་ལྟ་གི་ཡིན། རླུང་ཚུགས་ཤིག་གི་ནང་དུ་ཡ་ཧོ་ཝཱ་དཀོན་མཆོག་གིས་ཡོབ་ལ་གསུངས་པ། ངའི་ཕྱག་བཞི་ལ་མི་བརྟེན་མི་བགྱི་བས་ཁྱེད་རང་སུ་རེད་བསམ་གྱི་འདུག་ཁྱེད་རང་གིས་སྐད་ཆ་ག་རེ་བཤད་པ་དེ་ཁྱེད་རང་གིས་ཧ་གོ་གི་མི་འདུག་ད་ལྟ་ངས་ཁྱེད་ལ་དྲི་བ་བསྟན་གི་ཡོད་ཁྱེད་ཀྱིས་ང་ལ་ངེས་པར་དུ་ལན་བརྗོད་དགོས་ཀྱི་ཡོད། ངས་འཇིག་རྟེན་དེས་རྨང་གཞི་བཏིང་བའི་སྐབས་སུ་བཟི་ཆེས་ག་བ་ཡོད། ངས་འཇིག་རྟེན་དེས་གང་གི་ཐོག་ཏུ་རྨང་གཞི་བཏིང་ཡོད་པ་དེ་ཁྱེད་ཀྱིས་ཧ་གོ་ན་ང་ལ་ལབ་དམ། ཡོབ་ལགས། ཞོ་སྐད་ཤོད་ཟེར་བའི་ཁྱེད་ཀྱི་སྐད་བཏང་ཡོད་པས་ཉི་མ་གང་དུ་ཤར་དགོས་པ་བཟི་ཁྱེད་ཀྱི་ལམ་སྟོན་བྱས་ཡོད་པས། གློག་འོད་དེས་ག་བ་ནས་ཡོང་བ་རེད། ན་ཁུང་དེས་ག་བ་ལ་བསྡད་ཡོད་རེད། ཁྱེད་ཀྱིས་ང་ལགས་དུས་བདག་ཡེ་སཱི་ལགས་ལམ་སྟོན་བྱེད་ཐུབ་གི་རེད་པས། གངས་དང་སེར་བ་རྣམས་ག་བ་ལ་བཞག་ཡོད་པ་དེ་ལ་ཁྱེད་འགྲོ་ནུས་ཡོད་གམ། ཤར་ཕྱོགས་ཀྱི་རླུང་དེས་ག་བ་ལ་གནས་གི་ཡོད་པ་ཁྱེད་ཀྱིས་ཧ་གོ་གི་ཡོད་པས། ཁ་བ་དང་རླུང་ཚུགས་གཉིས་ག་བ་ལ་གཏོང་དགོས་པ་དེ་སུ་ཡིས་ལོས་པ་རེད་པས། ང་ནི་ཀུན་དབང་གི་དཀོན་མཆོག་ཡིན། ལས་ཀ་དེ་ཚང་མ་ངས་བྱས་པ་ཡིན། ཁྱོད་ཚོ་མི་སུ་ཞིག་གིས་ང་ལ་བཟོ་བཅོས་བྱས་ནས་ང་ལ་ཁ་རྩོད་བྱེད་ཐུབ་ཀྱི་རེད་བས། གལ་སྲིད་ཁྱོད་ཚོ་བྱེད་ཐུབ་པ་ཡིན་ན་ང་ལ་ལན་ཞིག་རྒྱོབས་དང། ཡོབ་ཀྱིས་ཡ་ཧོ་ཝཱ་ལ་ཤོད་པ། ཡ་ཧོ་ཝཱ་ལགས། ཁྱེད་ཀྱི་བྱ་བ་ཐམས་ཅད་བྱེད་ཐུབ་ཀྱི་ཡོད་པ་ངས་ཧ་གོ་གི་ཡོད། ཁྱེད་ཀྱི་འཆར་གཞི་ལ་མི་སུ་གཅིག་གིས་དཀའ་ཐུབ་ཀྱི་མ་རེད། ཁྱེད་ཀྱིས་ང་ལ་སྐད་ཆ་དྲིས་བྱུང། ཁྱེད་རང་སུ་རེད་བསམ་གི་འདུག་ཞེས་པའི་དྲི་བ་དེས། ངས་སྐད་ཆ་ག་རེ་བཤད་ཡོད་པ་དེ་ང་རང་གིས་ཀྱང་ཧ་གོ་མ་སོང། དེར་བརྟེན། ང་རང་གིས་རང་ལ་དགའ་གི་མི་འདུག་ངས་ཁྱེད་ལ་གང་བཤད་པ་དེ་ལ་དགོངས་པ་མ་ཚུགས། དེ་འདྲ་སོང་ཙང་ང་སྐུ་དེའི་མཐའ་ལག་ནང་དུ་བསྡད་ཡོད།